གང་ཟག་ང་ཚོའི་སྤྱི་ཚོགས་ནང་ལ་སྲུང་ཡོལ་མང་པོ་ཡོད་རེད། བོད་ཀྱི་རྩ་དོན་ཆེད་དུ་ལྷག་པར་དུ་ད་རང་བཙན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ང་ཐད་ཀར་འབྲེལ་བ་ཆགས་བདེ་བོ་རེད། རང་བཙན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཁྱིམ་ཚང་མང་པོ་གིས་ད་ལྟ་བར་དུ་བློས་བཏང་གནང་ཡོད་རེད། བློས་བཏང་གནང་བའི་བརྒྱུད་རིམ་ནང་ལོགས་ལ། སོ་སོའི་གི་བུ་རྒྱུད་ནང་ལོགས་ལ། བློས་བཏང་དེ་བྱས་པའི་རྐྱེན་གྱིས་ང་རང་ཚོ་ཁྱིམ་ཚང་ལ་འདི་བྱུང་མ་སོང་ང་ཚོའི་ཁྱིམ་ཚང་ལག་པ་ནས་འདི་ཤོར་སོང། སོ་སོའི་ཕ་མ་ཉོས་ནས་ངའི་ཆེད་དུ་འདི་བྱེད་ཐུབ་མ་སོང་ཞེས་བཅས་སྲུང་ཡོལ་མང་པོ་ཡོད་རེད། ཡིན་མིན་ནས་ངས་དུས་རྟག་ཏུ་ག་རེ་ཞུ་དགོས་ཞུ་མིན་ན། ངའི་པ་ལ་དམ་པ་དང་ཁོ་རང་ཚོའི་སྐུ་མཁྱེན་ཡོད་ནས། བོད་བསྟན་སྲིད་མི་རིགས་ཆེད་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་སྲུང་སྐྱོབ་ཞུ་བའི་ཆེད་དུ་བློས་བཏང་ཆེན་པོ་གནང་ཡོད་རེད། བློས་བཏང་ཆེན་པོ་གནང་བའི་རྐྱེན་གྱིས་ད་ལྟ་ང་རང་ཚོས་ཀྱི་སྐྱབས་མགོན་རུང་བཅས་སྲུང་སྐྱོབ་ཞུ་བའི་ཆེད་དུ་བོད་ཀྱི་བསྟན་དགྲ་ལ་ཁ་བཏད་བཅའ་ཡའི་ཆེད་དུ་ང་རང་ཚོ་ཆུ་བཞི་མཁའ་འགྲོ་བྱུང་ཡོད་རེད། ཆུ་བཞི་མཁའ་འགྲོ་ལ་ཡང་དངོས་སུ་མར་དོན་ཆེད་དཔེ་འཇོག་གི་ཐོག་ནས་རྒྱབ་རྟེན་གནང་བ་མ་ཟད།

བོད་རྒྱལ་ཁབ་མི་རིགས་དང་ང་རང་ཚོས་ཀྱི་བསྟན་སྲིད་ཆེད་དུ་བློས་བཏང་བྱེད་པ་དེ་ལ་ཡང་སྤོ་དགོས་ཡའི་བྱེད་ལས་ཤིག་ཞུ་ཡ་ཡིན། དེ་ནས་བཞིན་ང་རང་ཚོ་བཙན་བྱོལ་ནང་ལོགས་ལ་ཡང། དབང་ཆ་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ལ་ཕར་ཐེན་ཚུར་ཐེན་བྱས་བྱས། ཕར་ལག་ཤེས་ལུག་ཤེས་ཞུ་འགུར་དེ་ཡིན་པ་ནས་དེའི་གྱི་བརྒྱུད་རིམ་ནང་ལོགས་ཞེ་དྲག་ཅིག་ཐིམ་བསྡད་བྱས་ང་རང་ཚོའི་རྒྱ་ཆེ་ས། ང་རང་ཚོའི་དམིགས་ཡུལ་ཆེ་ས་གྲུབ་པའི་བྱེད་ལ་ལྷག་པར་དུ། རྒྱ་ནག་བསྟན་དགྲ་དེ་ལ་ཡང་ཁ་བརྡའི་བཅའ་ཡ་ཐོག་ལ་ཡང་ང་ཚོའི་གལ་ཏེ་དོ་སྣང་དེ་བརླགས་པ་ཡིན་ན།

ཞུ་ངན་ཙམ་མ་ཟད་དྲ་ཐོག་ནས་བསད་ངན་ཡིན་ནི་རེད་དེ་ནས་ཞེ་ད་དེ། ཁ་པར་མང་པོ་ཅིག་གིས་དེ་ཡུལ་དུ། སྤྱི་ཚོགས་དྲ་རྒྱའི་རྒྱུན་ལེབ་ནས་འགྲོ་གི་རེད་བསམ་གྱི་འདུག་ངས་ཞུ་ཡ་ཅིག་ལ། ང་རང་ཚོས་ཀྱི་རྒྱལ་ཁབ་མི་རིགས་ཆེད་དུ་བློས་བཏང་བྱས་དེ་ལ་སྤོ་བ་ཅིག་སྐྱེ་འོ་རེ་ཞུ་ཡ་ཡིན། དེ་ན་བཞིན་ང་ཚོའི་ངོས་ནས་དུས་ཚོད་བཏང་མཁན་གྱིས་དུས་ཚོད་བཏང་རོགས་གནང། ང་རང་ཚོ་སྤྱི་ཚོགས་ནང་ལ་གསུང་གི་ཡོད་རེད། དཔལ་འབྱོར་བཏང་ཐུབ་མཁན་གྱིས་བཏང་རོགས་གནང་དེ་ཡན་འབུལ་རྒྱུ་ཞུ་ཡ་ཡིན། སྐབས་རེ་ང་འདྲ་བོ་ཡིན་པ་ནི་ལས་འགུལ་སྤེལ་མཁན་ཅིག་རེད། རང་བཙན་འཐབ་རྩོད་པ་ཅིག་ཡིན། བོད་མི་མང་སྤྱི་འཐུས་བཅས་ཡིན།

དཔལ་འབྱོར་གྱི་ཐོག་ནས་ཕྱ་རོལ་གནང་ཐུབ་རེ་བསམ་གྱི་འདུག་དཔལ་འབྱོར་འདང་གི་མེད་འོས་ན་དུས་ཚོད་ཐོག་ནས་གཏང་ཐུབ་རེད་ཡང་ན་སོ་སོའི་ཁྱིམ་ཚང་རེ་རེ་ནས་ཁྱིམ་རྒྱུད་རེ་རེ་བུ་ཕྲུག་རེ་རེ་འཐབ་རྩོད་བྱེད་དུ་ང་ཚོ་གཏང་དགོས་བས་གལ་ཆེན་པོ་ཞུ་འཆར་འདུག་ཅེས་རྣམ་པ་ཚོར་ཞུ་ཆོག་གི་ཆེད་འདི་ན་ཤི་ངས་ད་རིང་གཅིག་ཞུ་འདོད་འདི་བྱུང། ང་རང་ཚོ་ལ་ཡང་རྒྱ་ནག་གུང་ཁྲན་ཏང་ད་ལྟའི་གི་སྲིད་གཞུང་ཞི་ཅིང་པིང་གི་སྲིད་གཞུང་འདི་ལ་ཡང། ཁ་བརྡས་དངོས་སུ་བཅར་ཉེན་དེ། ད་ལྟ་སྐབས་སུ་བབས་པའི་ང་རང་དང་བཙན་བྱོལ་བོད་གཞུང་ཆགས་བསྡད་ཡོད་རེད། ཁོ་རང་ཚོའི་ངོས་ནས་ག་རེ་དོ་སྣང་བྱེད་དགོས་ཞུ་འོས་ན། སྐྱབས་མགོན་རིན་པོ་ཆེ། གི་སྐུ་དབང། ག་ཞུ་བར་ཆབ་སྲིད་སྐུ་དབང་ཆ་ཚང་ཅིག་ང་རང་ཚོ་བཙན་བྱོལ་བོད་གཞུང་ལ་ཡང་རྩིས་སྤྲོད་གནང་འགྲུབ་པ་རེད། བྱས་ཙང་ང་ཚོའི་གི་དམ་དར་ཆབ་སྲིད་ཀྱི་སྐུ་དབང་གི་འདི་ལ། གལ་ན་ཆེ་བུ་ཅིག་རྩིས་དགོས་བ་གལ་ཆེན་པོ་ཞུ་ཞུ་ཡ་ཡིན། ག་རེ་ཞུས་ན། ནམ་སུ་ཁྱོད་མགོ་བ་རེད། སྐྱབས་མགོན་རིན་པོ་ཆེ་གྱིས་གུང་ལོག་གནས་བབ་ག་འདྲའི་ཆགས་བསྡད་ཡོད་རེད་ད་ལྟའི་ཆ་ལ་ཡ། ད་ད་ནང་ང་རང་ས་དེ་བསྡད་ཟེར་གྱིན་ཨ་རིའི་རྒྱལ་ཁབ་ཆགས་བསྡད་ཡོད་རེད་ཕྱི་ནང་གོང་ས་ཡམ་གྱི་ཆོས་འབུ་ཆོ་ཞབས་པད་ཀྱི་ཤར་ཆོས་སྒྲུབ་བྱེད་ཅེས་ད་ལྟ་དྲ་རྒྱ་བྱུང་བའི་སྐབས་སུ་རེད་དངོས་གནས་རྟགས་མཚང་ཆེན་པོ་གཅིག་རེད་བསམ་གྱི་འདུག་ལ་ང་རང་ཚོ་རྒྱུན་ལྡན་ནས་སྨོན་ལམ་ཞུ་བ་ན་ཞིག་ཕྱི་ནང་གོང་ས་ཡམ་གྱི་ཆོས་འབུ་ཆོ་གི་ཞལ་བཞེས་ཐོབ་པ་ན་ཞིག་དངོས་གནས་ལོ་བརྒྱ་དང་ལྷག་ཅིག་ཞུ་འོས་ཀྱི་ང་རང་ཚོས་ནི་རེ་བ་བྱེད་ཀྱི་ཡོད་རེད་ལ། དེ་ནས་བཞིན་ང་རང་ཚོ་སྨོན་ལམ་རྒྱག་དགོས་གལ་ཆེན་པོ་ཞུ་རེད་བསམ་གྱི་འདུག་ཡིན་པའི་ནས་འདི་ཡང། ང་རང་ཚོས་ད་ག་རང་ཞེས་སྐྱབས་མགོན་རུམ་ཅིག་ཞུ་རོགས་གནང་ཞུ་རོགས་གནང་ཞེས་ཆེ་ཆ་ཚང་གཅིག་ད་ལྟ་བར་དུ་སྐུ་ལས་སྐྱོན་ངན་ཅིག་ཡིན་ཡང་སྐུ་ལས་མུ་མཐུད་ནས་སྐྱོན་རོགས་གནང་ཞེས་ཞུ་འོས་ན་དེ་ཡང་གཙང་མ་ཉིད་འདི་ལག་ཐལ་མ་རེད། ད་ལྟ་ང་རང་ཚོས་སོ་སོའི་འགན་ཁྱེར་དུས་ཚོད་སླེབས་ལ། ང་རང་ཚོས་བཙན་བྱོལ་བོད་གཞུང་གི། སྲིད་སྐྱོང་ནས་ཕྱི་ཕྱི་འགོ་བཙུགས་རྗེས་སྤྱི་འཐུས་རྣམ་པ། གཞུང་ཞབས་རྣམ་པ། གཞུང་འབྲེལ་མ་ཡིན་པ་ནང་ལ་ཞུགས་མཁན་གྱི་ཐུགས་འགན་བཞེས་མཁན་ཆ་ཚང་མི་མང་བརྩིས་པའི་ཆ་ཚང་འགན་འཁྱེར་དུས་ཚོད་སླེབས་བསྡད་ཡོད། ད་ལྟ་ཡིན་དགུ་ཡིན་ནས་རེད། ང་ཚོའི་གི་སྡེ་བའི་གི་དབུ་ཁྲིད། ཆབ་སྲིད་ཀྱི་དབུ་ཁྲིད། གོང་ལོ་བརྒྱད་ཅུ་གྱ་དགུ་ཕེབས་དེ་ངས་ཅིག་ཡ་ད་དུང་ཡིན་ནས་རེད་མུ་མཐུད་ཅེས་ཐུགས་འགན་བཞེས་རོགས་གནང་ཞེས་བྱས་ཁྱེད་རང་མེད་འོས་ན་ང་ཚོ་ཡོང་ས་མ་རེད་ཞེས་བྱས་གསུངས་བསྡད་པ་ཡིན་ན་རྩ་བ་ཉིད་ནས་ལ་ད་ཡ་ཡོད་མ་རེད། ད་ལྟའི་ཆ་ལ། སྐྱབས་འགྱུར་རིན་པོ་ཆེ་བཀའ་སློབ་ཕེབས་ཡོད་རེད། ང་མེད་པ་ན་ཞིག་ལས་ཀ་བྱེད་དོ་བྱེད་ཅེས། ངའི་ངོས་ནས་འདི་སེམས་ལ་བཅངས་ཅེས་རྒྱུན་ལྡན་ནས་ལས་ཀ་བྱེད་ཀྱི་ཡོད། དེ་ཡང་ང་ཚོ་ཚང་མའི་ངོས་ནས་དུས་རྟག་ཏུ་སེམས་ནང་བཞག་དགོས་ཀྱི་གལ་ཆུང་ཞུ་རེད་བསམ་གྱི་འདུག་དེ་ཡང་རྣམ་པ་ཚོའི་ངོས་ནས་ཡིན་གཅིག་ཐུགས་ནང་བཞག་པའི་ཐོག་ནས་ང་རང་ཚོའི་ངོས་ནས་ཕྱག་ལས་གནང་དགོས་གལ་ཆུང་ཞུ་རེད། མཐའ་མཇུག་དེ་ལ་ང་ཞུ་འོས་འདི་ཡིན། ང་རང་ཚོའི་གི་དམངས་གཙོའི་གི་སྒྲོམ་གཞིའི་ནང་ལོགས་ལ་ཡ། སུས་སུས་ཀྱི་འགོ་ཁྲིད་བདམས་པ་ཡིན་ནི་རེད། མ་བདམས་པ་ཡིན་ནི་རེད། ཁ་ན་འདི་ང་རང་ཚོའི་ཆབ་སྲིད་དབུ་ཁྲིད་ཆགས་དེ་སྐོར། དེ་ཡང་མཁྱེན་དགོས་དཔེ་གལ་ཆེན་པོ་རེད། དེ་ལ་གཞི་བཞག་པའི་ཐོག་ནས་གང་ཟག་དེ་ཡི་ཞབས་ཀྱག་དེ་ལ་ཡང་གུས་བརྩི་ཞུ་དགོས་དཔེ་གལ་ཆེན་པོ་རེད། ལྷག་པར་དུ་ད་ལྟ་ང་ཚོའི་འཐབ་རྩོད་ཀྱི་གནས་བབ་ལ་ཡང། རྒྱལ་ཁབ་མི་རིགས་ཀྱི་འཐབ་རྩོད་ཀྱི་གནས་བབ་དེ་ལ་ཡང་དེ་དེ་བས་ཀྱང་གལ་ཆེར་ཆགས་པའི་དབང་རེད། ཡིན་པ་ནི་འདི་སྙམ་མོ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསོལ་རས་གནང་བཞག་པའི་དམངས་གཙོའི་གྱི་ལམ་སྲོལ་གྱི་ནང་ལོགས་ལ་ཡང་གཅིག་གནད་འགག་ག་རེ་བཞུགས་ཡིན་ན། ང་རང་ཚོ་ཡང་བོད་བསྟན་བཞུགས་བཞག་བའི་གྱི་གང་ཟག་ང་ཚོའི་ཆབ་སྲིད་དབུ་ཁྲིད་སུ་ཡིན་པ་ནི་རེད།

ང་ཚོའི་ཆབ་སྲིད་འགོ་ཁྲིད་ག་རེ་ལབ་པ་ཡིན་ནའི་ཚང་མ་ཉེས་འགོ་ཡའི་འགྲོ་ཅི་གསུང་ཡོང་གི་རེད་སོ་སོའི་བོད་འདི་གི་རྩ་བ་ཉིད་ནས་འགོ་ཁྲིད་ཞུགས་མེད་ང་རང་ཚོ་མི་མང་གི་དམ་བཞག་པའི་འགོ་ཁྲིད་ཡིན་པ་ནི་རེད་ང་ཚོ་འདྲ་ཞིག་མི་དཀྱུས་མ་ཆགས་བསྡད་དགོས་བ་རེད་ཤེས་ཡོན་ཐོག་ནས་ཡིན་ནའི་རེད་སྐྱབས་རྒྱུ་ཆོས་སྐྱབས་རྒྱུ་རིན་པོ་ཆེ་ཡི་ག་ཞོག་ད་ལྟ་ཁོ་ཐོ་ཆེ་ཆེ་སྐུ་ལས་སྐྱོན་མེད་ཀྱི་གྲུབ་འབྲས་འདྲ་བོ་ཅིག་ལྷག་པར་དུ་རྒྱ་གར་བལ་ཡུལ་ནང་ལོག་ཟེར་བ་ཡིན་ན་ང་ཚོ་ཤེས་ཡོན་གྱི་སྡེ་ཚན་ཁག་དེ་ཚོའི་གི་གོ་སྐབས་བསྐྲུན་པའི་ཐོག་ནས་ཡར་ཀླད་དེ་ངས་མང་པོ་ཞུ་རེད་ཁོ་རང་ཚོ་གི་བུ་ཕྲུག་རིམ་པས་ཆེས་ཆེ་ཆེ་གི་ཡུལ་གྲུ་ཁག་ལ་སློབ་སྦྱོང་གནང་བའི་ཐོག་ནས་ད་སྤྱི་ཚོགས་ནང་ལོ་མ་དོན་གནད་མང་པོ་ཆགས་བསྡད་པོ་བྱས་ཙང་ཁོ་རང་ཚོ། ཁྱེད་རང་དང་ང་ཡང་བཞིན་མི་དཀྱུས་མ་དེ་ནི་ཡང་ཀླད་བདེ་བ་ཆགས་ཀྱི་ཡོད་དུས། སྐབས་རེ་ང་རང་ཚོ་སྤྱི་ཚོགས་ནང་ལ་ག་རེ་དུ་བཞུགས་འོས་ན། ང་རང་ཚོ་ཆབ་སྲིད་པ་ལ་ཡང་སྐབས་རེ་ལྟ་ཡོང་དུས། ཧ་ལམ་ཧ་ལམ་བླ་མ་ན་བཞིན་ང་ཚོའི་ནོར་འཁྲུལ་ཞིག་མེད་པའི་བསོད་རོགས་གཅིག་གིས་ཧ་ལམ་ཧ་ལམ་ཟིན་ཆོག་འགྲོ་བ་ཞིག་དེ་འདྲ་ཆགས་བསྡད་ཀྱི་འདུག་ངས་ཞུ་ཡས་ཅིག་ལ་ཡང་ཆབ་སྲིད་དང་ཆོས་པར་མཁས་པ་ཡོད་རེ་ཞུ་ཡས་ཡིན།

ད་ལྟའི་ཆར་ལས་འགོ་འཁྱོལ་བྱེད་ས་རྣམས་ལ་གཅིག་གང་ས་ང་རོ་ཚུགས་འོག་རེད། དམངས་གཙོའི་གི་ལམ་སྲོལ་གཅིག་ལ་ངོས་འཛིན་ཞུ་གི་ཡོད། གལ་ཆེན་པོ་རེད་ཤག་ང་རང་ཚོ་དམངས་གཙོ་ཚགས་ཚུད་པོ་བྱས་ཆེད་དུ་གལ་ཆེན་པོ་ཞུ་རེད་ཤག་དེ་འདྲ་ཞིག་གང་ས་དེ་ཚོ་ཡིན་པ་ནས་རེད་ང་རང་ཚོ་དམངས་གཙོའི་གི་སྒྲོམ་གཞིའི་ནང་ལོགས་ལ་ཚགས་ཚུད་པོའི་ཐོག་ནས་འགན་འཁྱེར་པ་ན་ཞིག་ང་རང་ཚོའི་རྒྱལ་ཁབ་མི་རིགས་གི་འཐབ་རྩོད་ནང་ལོགས་ལ་ཡང་འགན་འདི་ལས་ལྷག་ཅིག་འཁྱེར་རོགས་གནང་ཞེས་ད་རིང་སྡིངས་ཆ་འདི་བརྒྱུད་ནས་འབུལ་རྒྱུ་ཞུ་འདོད་བྱུང་སོང།

ཧ་ལམ་ཧ་ལམ་འདི་ལས་ལྷག་ཅིག་སུ་འབད་ལ་བརྩོན་པའི་ཐོག་ནས་བོད་ནང་ལོག་ལ་ཡང་བློས་བཏང་གནང་བཞིན་པ་ཞིག་རེད། བྱས་ཙང་བདེན་རྫུན་ལ་ངོས་འཛིན་ཡོད་པའི་ཐོག་ནས། ང་རང་ཚོས་ཐོག་མའི་དམིགས་ཡུལ་དེ་ལ་གཞི་བཞག་པའི་ཐོག་ནས་རྒྱུན་ལྡན་ངང་ད་ལང་བཞུགས་ཡོད། རྩ་བ་ཉིད་ནས་རྗེས་ཉེ་གི་མ་རྟ། ཕ་ས་ལ་ལོག་འགྲོ་ཡ་རེད་ད། ང་རང་ཚོས་ཀྱི་ཕ་ས། ཁྱེད་རང་དང་ངེད་ཀྱི་ཕ་ས། བོད་རྒྱལ་ཁབ་ལ་ལོ་འགྲོ་ཡ་རེད་ད། ཁྱེད་རང། འདི། དམིགས་ཡུལ་འདི་ཟིན་པའི་ཐོག་ནས་ང་རང་ཚོ་བཙན་བྱོལ་ནང་ལོགས་ཀྱི་དབང་ཆ་འཐབ་རྩོད་ནང་ལོགས་ལ་འགོ་ཁྲིད་ཁ་ཞེ་གཅིག་གི་མགོ་སྐོར་གཡོ་བའི་ཐོག་ནས། ཁྱེད་དབུས་གཙང་རེད་ད་ཁྱེད་ཁམས་པ་རེད་ད་ཁྱེད་ཨ་མདོ་རེད་ད། ཁྱེད་རང་དེ་ནས་རེད་ད་ཁྱེད་རང་ཕ་ནས་རེད་ད་ཁྱེད་རང་གི་རྒྱབ་ལྗོངས་དེ་འདྲས་རེད་ད་ཟེར་ཆེད།

སྨྲ་བརྗོད་རང་དབང་ནི་གལ་ཆེན་པོ་ཞུ་སྟེ་འདི་སྙམ་མོ་ང་རང་ཚོ་ཡི་རང་དབང་སླར་གསོ་གི་འཐབ་རྩོད་ནང་ལོག་ལ། བོད་རང་བཙན་གི་འཐབ་རྩོད་ནང་ལོག་ཡ། ཐུགས་སྣང་གནང་དགོས་ཡ་འགན་བཞེས་དགོས་ཡ་དུས་ཚོད་བཏང་དགོས་ཡ་འབད་བརྩོན་བྱེད་དགོས་ཡ་དངོས་སུ་མར་དོན་བཅས་ཕྱག་ལས་གནང་དགོས་ཡ་དེ་བས་ཀྱང་གལ་ཆེ་རེད་ཤག་ཅེས་རྩ་འདི་དགོངས་པ་བཞེས་པའི་ཐོག་ནས་ཕྱག་ལས་གནང་དགོས་གལ་ཆེན་པོ་ཞུ་ཆེད་འདུག་ཅེས་ཞུ་ཡ་ཡིན། ཨ་ད་རིང་ངས་ད་གར་ཞུ་འོ་རེད་མི་བ་ལོའི་གཞིར་གཟིགས་ཀྱིས་མངའ་རིས་སྤྱི་མཐུན་ཚོགས་པའི་ངོས་ནས།

ངས་སྐད་ཆ་འདི་ཉན་ཐོ་ཡན་གྱི་འབད་བརྩོན་བྱེད་ཡིན། བོད་ཀྱི་འཐབ་རྩོད་དེ་གལ་ཆེན་པོ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཚན་འདི་ཁ་ནས་དོན་དེ་ལས་སླ་བོ་ཞིག་རེད། ང་རང་ཚོའི་དམིགས་ཡུལ་དེ་སྐྱབས་མགོན་རིན་པོ་ཆེ་སྐུ་གསུང་བདེ་ཐང་ངང་ནས་ཙེ་ཕོ་ཀྲང་པོ་ཏཱ་ལགས་ལ་དེ་འདྲའི་ཞུ་དགོས་ཡན་གྱི་དམིགས་ཡུལ་དང་པོ་འདི་ཁྱེད་ནས་གླས་ཡོད་རེད། འདི་བྱས་ན་རྩ་བ་ནས་འགྲིག་གི་མ་རེད་ང་གྲོགས་པོ་ཡིན་པ་ཡིན་ན་རང་བཙན་འཐབ་རྩོད་པ་བྱེད་ཡིན། སྤོ་བ་ཆེན་པོ་ངང་ནས་ང་རང་བཙན་འཐབ་རྩོད་པ་བྱེད་ཡིན་ཞུ་གི་ཡོད།